ཁྱོད་ཆོས་གྲོགས་གླིང་ན་བཞུགས་པ་ཆོས་གྲོགས་ཚང་མ་ལ་ཞོགས་པ་བདེ་ལེགས་ཞུ་གི་ཡིན། ད་ནི་ཁྱེད་རྣམ་པ་ཚང་མ་ལུས་བདེ་སེམས་སྐྱིད་ཡོད་པའི་རེ་བ་དང་སྨོན་ལམ་བྱེད་ཀྱི་ཡོད། ད་དེ་རིང་ངས་འདི་ལ་དམིགས་བསལ་སྒྲ་སྒམ་གྱི་སོགས་ནས་སྐད་ཆ་ཅིག་བཤད་དགོས་ཁེལ་སོང། གང་ཡིན་ཞེ་ན་ད་ཚང་མས་མཁྱེན་བཞིན་པར་བ་ཁར་ཚང་ང་ཚོ་ཆོས་གྲོགས་གླིང་གི་ཚོགས་གཙོ་པད་མ་མཚོ་མོ་ལགས་ཀྱི་ཆོས་གྲོགས་གླིང་ནང་ནི་ང་ལ་རེ་སྐུལ་འདྲ་གཅིག་རྣམ་པ་གཉིས་དེ་འདྲ་གཅིག་གསུངས་བཞིན་འདུག་བ། ཨ་ནི། པད་མ་མཚོ་མོ་བཅས་དེ་སྔོན་ནས་ཡིན། ད་དེ་ལ་ཁ་པར་གྱི་རྒྱུད་ནས་ང་ཚོ་ཕག་ཚོའི་སྔགས་ཀྱི་གྲོགས་པོ་བླ་མ་དང་དགེ་བཤེས་དང་སྤྲུལ་སྐུ་དེ་འདྲ་ཁ་ཤས་ཅིག་ཡོད་རེད་རྩོམ་པ་པོ་དང་དེ་འདྲ། ཁོང་ཚོ་ཡང་དེ་འདྲ་གི་བསམ་ཚུལ་འདོན་གི་འདུག་ང་ཚོའི་ཚོགས་པ་འདྲ་ཅིག་བཟོ་ནས་ཅིག་བར་འདུམ་ཚོགས་པ་ཟེར་ཡ་ཅིག་ད་ད་རྡ་རམ་ས་དེ་ད་ཤེས་ན་མ་ཤེས་ན་ད་ཆོལ་ཁ་དེ། སོགས་གཉིས་ལ་ཆོ་ག་གསུམ་དུ་དོན་བོད་གཉིས་ལ་གལ་ཏེ་ཡོད་རིགས་དང་མངོན་གསར་དོད་པོ་ཅིག་ཆགས་སོང་ང། ཨ་ནི་དེ་ལ་ཚོད་བར་འདུམ་ཚོགས་པ་ཅིག་ང་རང་ཚོ་ན་དགེ་འདུན་པ་འཁུན་པ་བདུན་ཟེར་གི་ཡོད་ར་འཁུན་པ་བདུན་ཟེར་འདྲ་ཅིག་བདུན་མཁན་འདྲ་ཅིག་ད་དགོངས་འདོགས་ཟིན་ཁ་ཚང་ང་ལ་ཧ་ཅང་བློ་གཟུ་བར་གནས་བདེ་ལེགས་ཀྱི་དངོས་གནས་མ་དཔེ་མ་སྲིད་མ་ཡག་པོ། བླ་མ་གྲྭ་བ་ཡིན་ན་ཡང་འདྲ་རྩོམ་པ་པོ་དེ་འདྲ་ཁ་ཤས་ཀྱི་ངག་གི་གྲོགས་པོ་ཡོད་ཁོང་ཚོས་ང་ལ་ཚུལ་དེ་འདྲ་གསུང་གི་འདུག་དེ་ནས་ང་ཚོས་དེའི་སྐོར་ལ་ད་ལྟ་བསམ་བློ་བཏང་དང་བཏང་བཞིན་པ་ཡིན་ལམ་ཁ་ཞན་པ་གཅིག་གི་ཐོག་ནས་ཡིན་ད་ག་འདྲ་གཅིག་གོ་འདུག་དེ་ཡིན་པས་ཡིན་ན་ཡང་ང་ཚོས་ད་ལྟ་ཆེས་སྡུག་ཅག་དེ་འདྲ་གཅིག་ཆགས་ཡོང་ན་བསམ་བསྡད་དེ་རྒྱུ་མཚན་གང་ཡིན་ཞེ་ན། ད་ལྟའི་ལས་ཀ་དེ་མི་རང་ཉིད་ཀྱི་ཚུལ་བཞག་རྒྱུའི་ལས་ཀ་རེད་འདུག་སོ་སོས་ཁོ་རང་ཚོའི་མཛེས་ཐོག་རྣམ་པ་ལྷག་པར་དུ་སྡིགས་ནི་སྦུག་ལ་ཞུགས་བསྡད་ལས་ཀའི་མཐོ་རིམ་མི་སྣ་དེའི་གི་ནང་ནས་ཕར་ཚུར་འཁྲུག་བསྡད་ཀྱི་འདུག་མ་གཏོགས་དམངས་ཀྱི་འཁྲུག་ལ་འཁྲུག་བསྡད་རྒྱུ་ཅི་རིགས་མི་འདུག་དེའི་ནང་ནས་འཁྲུག་བསྡད་རྒྱུ་དེ་མི་རེ་ཟུང་གཅིག་གི་སྐྱིན་ཟེར་ནས་འཁྲུག་བསྡད་རྒྱུ་ཅི་རིགས་འདུག་དེ་འདྲ་ཡིན་པ་སོང་ཙང་དུས་ཚོད་སྐོར་ལ་ཁོ་རང་ཚོས་བསམ་ཤེས་བྱས་ནས་ཕར་ཚུར་གཅིག་ནང་འགྲེལ་གྱི་ཡོང་ནས་ཐབས་ཤེས་བྱས་ན་ད་དཔེ་དམའ་སའི་ལས་སླ་བོ་ཅིག་ཆགས་བསྡད་རྒྱུ་རེད་དྲིས་མི་འདུག་ཧོ་ད་ལྟའི་ང་ཚོའི་གཏམ་བཟང་འདྲ་ཙམ་མ་སོང་ན་གནས་སྐབས་ཅིག་ལ་སྒུག་བསྡད་ཡོད་རེད་ད་སྒུག་ནི་རྒྱུན་རིང་པོ་ཅིག་འགྲོ་སོང་ང་ད་རུང་ཆེས་བཟང་སོགས་ཀྱི་འགྱུར་བ་དང་གཏམ་བཟང་དེ་འདྲ་ཅིག་གོ་བ་ཞིག་གི་ཡོད་མི་འདུག་བ། ཨོ། དེ་འདྲ་ཡིན་ཡིན་པ་སོང་ཙང་ད་གང་ལྟར་ཀྱང་ཁ་ཚང་ཨ་ཅག་པད་མ་མཚོ་མོས་ང་ལ་དེ་ལ་སེམས་ཀྱི་ཚོར་བ་ཤུགས་ཆེན་པོའི་ཐོག་ནས་ནམ་ཞར་རྒྱུན་དུ་མོ་རང་ད་སྐྱབས་མགོན་ཡིད་བཞིན་གནང་བ་ལ་པད་མ་སྲིད་དེ་བ་ཆེན་པོ་དང། ཨ་ནི་བོད་གཞུང་ལ་ལྷག་བསམ་རྣམ་དག་ཡིན་པ་དེ་འདྲ་ཅིག་གི་མཚོན་གཟིགས་ཅིག་སེམས་ཚོར་ཆེན་པོའི་ཐོག་ནས་ད་ང་ལ་མོ་རང་རེ་ལྟོས་ཡོད་དུས་རྩ་ནས་ཆེད་སློབ་མ་ཡིན་དུས་རྩ་ནས་དེ་ཆེད་དུ་ང་ལ་དེ་འདྲ་ཅིག་ལབ་བཞིན་འདུག་ད་དེ་སྐར་མ་བརྒྱ་ཆེད་དུ་ངས་དེ་ལ་སྤྱིར་ཆུ་གྲོག་གླིང་དང་དེ་བརྒྱུད་ནས་ཚང་མ་ལ་གོ་རྒྱུ་ལས་གཅིག་གདའ་གླིང་འདྲ་གཅིག་མེད། ཅེས་ཤོད་གོ་བསམ་སོང་ནི་ཚང་མས་དེ་འདྲ་ཞིག་གཟིགས་གནང་རོགས་གྱིས། ཁྱེད་ལྟར་ང་ཚོས་ཆུ་གྲོག་གླིང་དེ་ད་ཆུ་གྲོག་གླིང་མིང་ད་དུང་འདི་འབའ་ཁོ་ཆུའི་ཆེད་དུ་བཙུགས་རྒྱག་རྒྱུ་ཅི་རེད། ཨ་ནི། ཆུ་གྲོག་གླིང་གི་སྒྲིག་ཆས་ཁོ་རང་གི་ནང་ན་ཡང་བསིལ་གདུང་དང་ཨ་ནི་བཞིན་པ་དོན་མེད་ཀྱི་རྙོག་དྲ་དང་འདྲ་མི་འདྲ་གང་ཡང་དེ་ན་ན་སྐད་ཆ་བཤད་ཆོག་ག་ཡོད་མ་རེད་བ་ཚོགས་ཚོགས་ཀྱི་སྟངས་འཛིན་ནང་ན་ནི་དེ་འདྲ་ཡིན་དུས་ཙང་ནས་བཤད་ག་ཡོད་མ་རེད་དེ་ཡིན་པས་ཡིན་ནས་ད་ད་ལྟ་ང་རང་ཚོས་ཀྱི་བོད་རྒྱལ་ཁབ་ལ་དཔེ་མ་སྲིད་པ་གས་ད་ཀྱི་གཉན་འཕྲང་ཆེན་པོ་ཅིག་དངོས་གནས་ད་ད་ལྟའི་དུང་ཅིང་དེ་ཨ་འབྲི་ཞིག་བདེ་བ་ཡིན་ན་རྣམ་གཞག་རྒྱུད་འདི་ང་ཚོས་དགྲ་དགའ་གཉིས་ལྡོག་ཟེར་ཡག་གི་ཚིག་གཅིག་བེད་སྤྱོད་བཏང་གི་འདུག་བ། ད་ད་ལྟ་འདིའི་ལས་ཀ་དེ་སོང་བ་ཡིན་ན་ད་བརྒྱ་ཆ་བརྒྱ་ཐམ་པ་མ་འོངས་པ་ལ་དགྲ་དགའ་གཉིས་ལྡོག་མང་པོ་ཅིག་འདིའི་ནང་ནས་བཟོ་ས་རེད་དྲན་གི་འདུག་དེ་ཡིན་དུས་རྩ་ནས་ནི་དེ་རིང་དེ་ལ་སྐད་ཆ་གཅིག་བཤད་ཞོག་གི་ཡིན། ཨཱ་ནི། ད་ལྟ་གཟུང་འཛིན་འདྲ་སྟེ་རྡ་རམ་ས་ཀའི། ད་ཅི་དམངས་གཙོའི་ཀ་བ་གསུམ་ནང་གི་སྨྱོ་འདྲ་སྟེ་གཟུང་འཛིན་འདྲ་སྟེ་ད་བརྒྱུད་རིམ་མང་པོ་ཅིག་ཤོད་མ་གོ་བ་བྱེད་དུས། ང་ཚོའི་ཕ་ལུའི་སི་ཏའི་དེ་ལས་སྐབས་སུ། ཚང་མས་ཅིག་ཧ་གོ་བཞིན་པ་འདྲ་ཅིག་ད་བརྒྱུད་རིམ་ནས་ང་ལ་དེ་འདྲ་བྱུང་སོང། ད་ག་ཚད་ཁ་གཡར་ག་ཚད་བཤད་ག་ཚད་བྱས་ན་ཡང།

ད་ང་ཚོའི་ཐབས་ལམ་གཉིས་ཡོད་རེད་དབུ་མ་དང་རང་བྱན་གྱི་ཐབས་ལམ་དེ་ཡང་ཕྱོགས་ཁག་གཉིས་ཀྱི་ཐོག་ནས་བེད་སྤྱོད་བཏང་ན་གང་བཙུགས་ནི་དེ། དེ་པད་མ་ཆེ་ཐབས་སྐྱོ་རེད་ཞོ་དེ་འདྲས་གནང་གི་འདུག་བ། དེ་འདྲས་ཡིན་དུས་ད་ནི་དེ་བརྒྱུད་རིམ་ཞིབ་བཞིན་བྱེད་པ་དེ་ངས་འགྲེལ་བཤད་ཤོད་མ་གོ་བ་ཅི་བཤད་ཤེས་གི་མ་རེད་བ། ད་འདས་པའི་ཕྱི་ལོ་རབས་བདུན་ཆོས་དང་རྒྱ་ཆོས་དེའི་ནང་ལ་ཕ་ཆེ་ད་དེ་ཅིག་བཀྲིས་ནད་ཀྱི་ན་ཚ་འདྲ་དེ་དེའི་སྐབས་སུ་ནས་སེམས་སྲུང་རྒྱུ

སྤྱིར་བཏང་གྲོས་ཚོགས་ཀྱི་བཅའ་ཁྲིམས་རིན་པོ་ཆེ་གི་ཆིག་ཐག་ཀ་རེ་སེ་གོ་རེ་ཆིག་མང་ཞིག་གི་གཏན་འབེབས་བྱེད་སྟངས་སྐབས་དེ་དུས་ག་དུས་བཅའ་ཁྲིམས་དེ་བཟོས་ཡོང་ན་དེ་དང་ད་ལྟ་དུས་རབས་ཉི་ཤུ་རྩ་གཅིག་བར་ལ་ཆགས་བསྡད་ཡོད་རེད།

ཨམ་མ་མ་ད་དེ་དཔེ་ཐབས་སྐྱོ་བོར་བ་ཡ། ད་ང་ཚོ་ལ་དེ་རྩ་ནས་མི་གོ་བ་ཅི་རེད་ད། ང་ཚོ་ས་མཐའ་འདི་རིགས་ཅི་ལ་སླེབས་རྒྱུ་དེ་ཆོལ་ཁ་ཡིན་ཟེར་འདྲ་བ་ཅིག་ཙུ་ལ་སླེབས་མེད་བ། ང་ཚོ་ཕ་ས་དགྲ་ལག་ལས་ཤོར། ཕ་མ་བཙོན་ལ་བཙུགས་བླ་མ་བཙོན་ལ་བཙུགས། དེ་འདྲའི་བཤད་ནས་ཁོ་རང་དཀའ་ངལ་འཕྲད་ནས་ང་རང་ཚོས་ཁོ་རང་སྐབས་དེ་དུས་ལྔ་བཅུ་ང་དགུ་ལོ། ང་གཉིས་མ་ཡིན་ཁོ་ས་སྐྱ་རེད་དགེ་སློང་རེད་བཀའ་བརྒྱུད་རེད་ཞེས་རྩ་བ་ཉིད་ནས་གྲུབ་མཐའ་བཞེས་ལ་ང་ཚོས་འཆི་བ་བཤད་བསྡད་ས་བླ་ཆེན་དེ་སོགས་ལ་གསོལ་བསྐང་ལ་སྤོ་བ་བཤད་བསྡད་ས་ལྷག་མ་སོང་ང། ང་བླ་ཆེན་ཆིག་ཆེན་ཡིན་ཁོ་མིག་སྨན་ཡིན་ཟེར་ནས། ཐོག་རྒྱལ་བ་རིན་པོ་ཆེ་ནས་བཟུང་སྟེ་ཚང་མ་གྲོས་འགྱུར་རེད་དང། རེ་བ་ཡང་སྐྱབས་བཅོལ་བ་རེད་ང་ཚོ་ཚང་མ། དཔེ་དེ་ནང་བཞིན་སྐབས་དེ་དུས་ང་ཨ་མདོ་ཁོང་ཁང་པ་དབུས་གཙང་ཟེར་ནས་ལྷག་མ་སོང་ང། སྲིན་ཕུང་བོད་རྒྱལ་གཏོར་བ་ནང་བཞིན་ཙི་ཀིའི་མགོ་ནས་སྐྱེས་པ་ནང་བཞིན་ཟེར་ནས་ང་ཚོ་ཚང་མ་ལ་དཀའ་ངལ་འཕྲད་སོང་ང། དཀའ་ངལ་དེ་འདྲ་ཞིག་འཕྲད་ནས་སླེབས་རྒྱུ་མི་ཐོག་རེ་བ་ང་ཚོ་ད་ཤེས་ན་མ་ཤེས་ན།

དངོས་གནས་བྱས་པ་ཡིན་ན་སྐྱབས་བཅོལ་ལ་སླེབས་ཚར་བའི་སྐབས་སུ་ཨ་ནི་ཁྱོ་ག་གི་ཆུ་ལོག་གི་རྙོག་གྲ་ལྷག་པར་དུ་ཁྱོ་གའི་རྙོག་གྲ་དེ་མ་བྱུང་དགོས་བ་འདྲ་རེད་རྐྱེན་དེ་འདྲ་གཅིག་གི་སྟེང་ནས་ད་ཕབ་བཟང་པོ་སོང་ང་ཚོ་ས་མཐའ་ལ་སླེབས་སོང་ང་ད་རང་དབང་ལུང་པ་ལ་སླེབས་སོང་ང་ད་ང་ཚོ་རང་བཞིན་གྱི་སེ་ཡ་གཅིག་གི་མིའི་འདུ་ཤེས་སྦྱང་མ་དགོས་བ་ས་ནི་ཚང་མས་ཁོ་ཚོའི་ཁ་བོ་མཉམ་བསྐྱང་དེ་ལ་སེམས་མི་རྒྱབ་བརྟེན་བྱས་ནས་རེད་བ། ཁམས་པའི་གཏམ་དཔེ་གཅིག་ཡོད་རེད། ཅེས་འཕོ་བཞི་བཟློག་པ་སྦྱངས་ལ་བྲེད་ཀྱང་སྣོད་བཞི་ལོག་ན་འགྱོད་པ་མེད་ལས་ཅེས་གསུངས་འདུག་ན་ད་དེ་ཉིན་མོ་དེ་ལ་ད་མི་ལ་ལོག་ཁོག་ཡོད་ན། ད་དངོས་གནས་དྲ་ནས་མ་སྦྲུལ་བསམ་པ་གཅིག་མཐོང་སེ་ཡ་དེ་དེའི་བསམ་བློ་གི་ཐོག་ལ་འགྲོ་ནས། ད་ཁ་བརྡའི་ནང་ལ་མ་བཅར་བ་ཅིག་ནི་ཁ་བརྡའི་ཚིག་ལ་བཅར་ལེ་གི་ད་དངོས་གནས་ཟེར་ན་མགོ་དེ་ནས་བཙུགས་དགོས་ར་ད། ད་ལྟ་སྡུག་ཁ་ཅིག་ལ་གང་འགྲིག་འགྲིག་འགྲིག་གི་མི་ཡོང་ན་ཡང། ལོ་རབས་བདུན་ཅུའི་རྒྱ་ཆེ་ནས་མགོ་བོ་བཟུང་དུས་ནི་ཕྱོགས་ཁག་གི་རྙོག་དྲ་དང་རྡ་རམ་ས་ལ། ན་ཚ་དང་སྤྲིན་ནད་འདྲ་ལ་མ་སོང་ན་དེ་ནི་སེམས་དོག་ལ། ད་ན་ཚ་དེ་དམག་དེ་ཁྱེར་ཁྱེར་སྤྲིན་དེ་ཁྱེར་ཁྱེར་ཁྱེར་ཁྱེར་ཁྱེར་སོང་ནས་ད་དེ་རིང་ཀ་ཅང་ཕ་ཆེ་ནག་སྡོད་འདི་གི་ཁོ་རང། ནག་སེ་ལ་སྡོད་འདི་གི་དེ་འདྲ་ཅིག་གི་དུས་ཚོད་ལ་སླེབས་འདུག་ག། ད་ཐེངས་ང་ཚོ་པདྨ་སི་ཐབ་སྐྱོ་པདྨ་སི་ཐབ་སྐྱོ་རེད་ད། རེད་བ། བཀྲིས་ནད་ཀྱི་སེམས་ནད་ད་མི་གཅིག་ཡིན་འདྲ་འདྲ་ཡིན་ཁོ་ཀན་སེ་འདྲ་གི་ན་ཚ་ཅིག་སེམས་སྡེ་ཡོང་ན་ཀན་སེ་དེ་ཁྱེར་ཁྱེར་ཁྱེར་ཁྱེར་ཁྱེར་སོང་ན་ད་ཀན་སེ་གི་ཕ་ཆེ་སྲོག་སྐྱེས་ལས་ཀྱི་ཉིན་ག་ལ་སླེབས་འདོད་རེད་ད། ཅིའི་དེ་འདྲ་གཅིག་གི་ཞལ་ནས། ཅིའི་དེ་འདྲ་གཅིག་གི་ཞལ་ནས། ཨ་ནི་ང་རང་ཚོ་ལ་གོད་ཆག་ཆེན་པོ་གཅིག་བཟུང་བ་ཡིན། གོད་ཆག་ལ་ངས་བལྟས་ན་དེ་འདྲ་གཅིག་སོང་ནས་མུ་མཐུད་དུ་མཛེས་ཚོགས་རྣམ་པའི་རྩ་བ་ཉིད་འདི་བསམ་བློ་མ་བཏང་ནས་ཀླད་རྙིང་མཁྲིག་བཟུང་མུ་མཐུད་དུ་དེ་འདྲ་གཅིག་སོང་བསྡད་པ་ཡིན། མི་མང་གི་དེ་ལ་མེ་འབར་ལིག་ཐོག་ལ་རྐང་བཙུགས་ནས་ས་སྣུམ་མེ་ཡི་ནང་ན་ས་སྣུམ་བླུགས་པ་ནང་བཞིན་བྱེད་ཀྱི་འདུག། དེ་འདྲ་གྱི་ཟས་ནི་གཞུང་མང་གཉིས་ཀ་གི་དེ་འདྲ་གྱི་སོང་བ་ཡིན་ན་ཉི་མ་གཅིག་ལ་ད་པད་མ་སི་ཀ་ང་ཆེན་པོ་འཕྲད་གི་རེད་དཀའ་ངལ་ག་རེ་འཕྲད་གི་རེད། ང་འདྲ་ཡིན་ན་བོད་ལ་སྐྱེས་རེད་རྒྱ་གར་ལས་ཡོང་རེད་ད་ལྟ་བསྡད་ས་ཨ་རི་ལ་བསྡད་ཡོད་རེད་བ་ཨ་རི་ལ་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་རྒྱལ་ཁབ་མང་པོ་གཅིག་གི་བོད་པ་གནས་སུ་འཁོར་ཡོད་གི་རྒྱལ་ཁབ་མང་པོ་གཅིག་ལ་ང་རང་སྐྱེས་སུ་བོད་པའི་རྒྱལ་ཁབ་ལ་ཡང་འབྲེལ་བ་ཡོད་ཀྱི་ག་འདྲ་སི་བསྡད་ཡོད་བ་ཨ་ནི་ལྷག་པར་དུ་ནེའུ་ཡོར་ཀི་གཅིག་ད་ལྟ་ནེའུ་ཡོར་ཀི། གཅིག་རྒྱལ་ཁབ་འདིའི་ནང་གི་བོད་པའི་གནས་སྟངས་ཨ་ནི་རྒྱ་བ་བ་ཡོད་དུས་ཚོད་སྐོར་གི་ཡ་ཅིག་རྒྱུས་ལོང་མང་པོ་ཅིག་སོང་དུས་བ་དེ་འདྲ་ཆགས་དུས་ཡོད་རེད་བ། དེ་འདྲ་ཡིན་དུས་རྩ་ནས་པདྨ་སི་ཉིན་དཀར་ཚ་བ་ཅིག་ངས་མཐོང་གི་འདུག་ཉིན་དཀར་དང་པོ་དེ་མི་མཐུད་དུ་འདི་དང་འདི་ལྟ་བུ་ཅིག་གི་དགྲ་དགའ་གཉིས་འདུག་ཟེར་ཡག་གི་ཚིག་དེ་ངོ་མ་རེད་ད་དེ་འདྲ་ཅིག་སི་སོང་དུས་བ་ཡིན་ན། དང་པོ་གཉིས་སྡུག་བཟའི་གཙོ་བོ་དེ་ག་བ་ནས་ཡོང་གི་འདུག་གཞིས་ལུས་རྒྱ་ཆེའི་མི་མང་དེ་སེམས་ཕམ་བཟོས་ཀི་གཞི་ད་སེམས་ལ་རྨ་ཁ་ཆེན་པོ་ཅིག་སུས་རྒྱུ་རྩ་བ་ཉིད་ནས་རྨ་ཁ། རྨ་ཁ་དེ་ལ་གཙང་ནས་སུས་རྒྱུ་མི་རིགས་ཀི་དེ་འདི་གཅིག་བཟོ་ས་རེད་རྒྱུ་མཚན་གང་ཡིན་ཟེར་ན་ཁ་གཙང་ཞིང་ཉེ་ཆ་རེད་ང་གི་བོད་ལ་ཁ་བག་དང་ཡིན།

ང་ཚོས་ཨ་ཕ་གི་ག་རེ་བྱེད་གི་འདུག་ཟེར་དུས་སྐྱབས་མགོན་རིན་པོ་ཆེ་ལབ་གི་ཡོད་རེད། ང་ཚོའི་མི་ཚང་བདེ་བོ་རེད་འདུག་བས་ཟེར་དུས། ང་ཚོའི་རྡ་རམ་ས་བོད་མི་གཞུང་དེ་ལ་ལབ་གི་ཡོད་རེད། ཨ་ནི་དེ་དང་དེ་འདྲ་བོ་གི་བརྡ་ཡི་ཐོག་ནས་ང་ཚོས་སྐད་ཆ་བཤད་རེས་བྱེད་གི་ཡོད་བ་ནམ་ཡང་བརྗོད་འདོད། ཨ་ནི་ང་ཚོ་ལ་དུས་ནམ་ཡང་ང་ཚོ་བདེ་བོ་ཡིན། ང་ཚོས་དུས་ནམ་ཡང་ང་ཚོའི་ཨ་ཕ་དེ་དྲན་གི་ཡོད། ཨ་ཕ་དེ་མ་ཡོང་ཡ་ལ་ང་ཚོས་སྒུག་དུ་ཡོད། ཨ་ནི་ང་ཚོས། ཨ་ཕ་གི་ཞབས་ལ་ཡོད་རྒྱུ་གི་ཁྱེད་རང་ཚོ་མི་ཚང་དེ་ཚོ་ཨ་ཕ་གི་ཁ་ལ་ཡག་པོ་གཅིག་ཉན་གི་ཡོད་ལ་རེ་བ་ཡོད་སྲིད་དེ་བཤད་གི་འདུག་ཁར་གཙང་ཞིང་ཉེ་ཆ་རང་རེད། ང་གི་གྲོགས་པོ་གཅིག་གི་དེ་འདྲ་ལབ་སོང། དེང་སང་སྐད་ཆ་སྤེལ་མ་སའི་ཐབས་སྐྱོ་བོ་དེ་འདྲ་མང་པོ་གཅིག་གོ་གི་འདུག་སྲིད་མཐོང་བསྡད་གི་འདུག་སྲིད་གང་ཡིན་སྲིད་ན། རྒྱ་གར་བག་ཡོད་གི་སོག་ལ་བཞུགས་དེ་ལས་སྐྱབས་བཅོལ་བ་མི་དེ་ཚོ་གིས་ཨ་ཕ་ཁ་ལ་མི་ཉན་ནས་ཨ་ཕ་ལ་ཨེ་ནི། ཨ་ཕ་སྡུག་ཆགས་རེད་ཟེར་ནས་ཨ་ཕ་ལ་བསམ་བཞིན་འདུག་ཨ་ཕས་ཞབས་ལ་བསྡད་བཞག་ཉིན་མོ་དེ་སོག་གིས་ཨ་ཕ་ལ་ངོ་ལོག་རྒྱག་ཉིན་དེ་འདྲ་འདུག་ཟེར་གོ་ཧོ་འདུག་ཟེར། ད་ལྟའི་པད་མ་སྲིད་ཁོ་ལ་ཡིད་དགུ་ལ་འཁོར་མྱོང་མི་སྲིད་དེ་འདྲ་ཅིག་བྱེད་ཀྱི་ཡོད་བསམ་པ། དཔེར་ན། རྡ་རམ་ས་ལ་བསྡད་བཞག་ཉིན་གྱི་བོད་པ་གཅིག་གིས་སྐྱབས་མགོན་རིན་པོ་ཆེ་ལ་མཚན་སྨད་ཞུས་ཡོད་ད། དེའི་ཞབས་ནས་ཁ། དེའི་ཞབས་ནས་ཁ་ལག་བསུས་དེའི་ཞབས་ནས་ལས་ཀ་རག་དེའི་ཞབས་ནས་མགོ་ཐོན། ད་ལྟ་ཡོལ་བ་དེ་རྡ་རམ་སའི་གཞུང་དང་རྒྱལ་བ་རིན་པོ་ཆེའི་བཀའ་དྲིན་ཡིན་པ། རྗེས་ནས་དེ་ལ་ངོ་ལོག་ཟེར་ནས་ཁ་བཏང་སྟེ་ནི་ཡོལ་བ་ར་བསྐྱེད། དང་པོ་དེ་ལ་གོ་ཐུབ་གཉིས་པ་དེ་ནང་འཁྱམ་སྐོར་མི་འདུག་སེ་ཁྱེད་རང་ཚོ། ཨེ་ནི་ནང་འཁྱམ་སྐོར་མི་འདུག་སེ་གོ་གོ་ཐུབ་དེ་པད་མ་སེ་སེ་འཕང་ཆེན་པོ་འདུག་སེ། ད་ང་ཚོ་རེ་བ་ཞི་དྲག་རྒྱག་ས་མི་འདུག་སེ་བོད་ལ་ཡོད་པའི་བ་དེ་ཚོ་ཁོ་གཞི་དབང་སྟབས་བསྟུན་རེད་མི་འདོད་བཞིན་དུ་བསྒྱུར་གི་ཡོད་རེད་བཙན་གནོན་བྱེད་ཀི་ཡོད་རེད་དཔེ་ཆ་སྤྲད་ཀི་ཡོད་རེད་བསླུ་བྲིད་བྱེད་ཀི་ཡོད་རེད་མགོ་སྐོར་བཏང་གི་ཡོད་རེད། ང་ཚོའི་བསམ་རྒྱུ་ལ། ཆིག། ཨ་ཕའི་སྲོག་ལ་བཞུགས་བདེ་ལེགས། རྡ་རམ་ས་སྲོག་ལ་ཡོད་རྒྱུ། སྐྱབས་མགོན་རིན་པོ་ཆེ་གཙོ་བཟུང་བའི་གཞུང་མང་གཉིས། ད་ང་རང་ཚོ་ལ་མ་འོངས་པར་སྐྱིད་པའི་ཉི་མ་ཅིག་ཤར་གི་རེད་གཏམ་བཟང་ཅིག་ཡོད་རེད་བསམ་ནས། སི་ལོག་ལ་བསམ་བློ་བཏང་ནས་ང་ཚོས་ཉི་མ་རེ་རེ་བཞིན་དུ། ད་དེ་རིང་གི་གཏམ་བཟང་ག་རེ་ཡོང་ན་སང་ཉིན་གཏམ་བཟང་ག་རེ་ཡོང་ན་ས་སྒུག་ཏུ་ཡོད་ཟེར། གཏམ་བཟང་ཡོད་ལུས་ཚབ་ལ་གཏམ་ངན་རྐྱང་རྐྱང་ལས་མ་གཏོགས་གོ་རྒྱུ་མི་འདུག་ཟེར། ངས་སྣ་ཆེན་པོ་གཅིག་ན་འགྲིག་ས་འོ་བདུན་ཕྲག་གཅིག་རིང་སོང་ང་གི་གྲོགས་པོ་གཅིག་གིས་དེ་འདྲ་ལབ་སོང། ཁོ་རང་ང་ལ་ཡིག་ཡ་བཏང་སོང། བོད་ཡིག་ཐོག་ནས་ཡང། ཧོ་དེ་འདྲ་ཡིན་དུས་རྩ་ནས་པདྨ་སེ་སེམས་དཔའ་སྐྱོ་བོ་རེད་ཤ་ད་བོད་ལ་ཡོད་རྒྱུ་བོད་པ་དེ་ཚོ་ང་ཚོའི་སེམས་ནང་ལ་རྨ་ཁ་ཅིག་བཟོས་ནས་ཁྱེད་སེམས་ཤོག་འདྲ་ཅིག་སྐྱག་རྒྱག་པ་ཡིན་ན། ད་པདྨ་སེ་གྱོང་ཆེན་པོ་ཅིག་དེ་ནི། ད་དངོས་གནས་གྱོང་ཆེན་པོ་ཅིག་ད་དེ་འདྲ་ཡོང་གི་ཡོད་རེད། དེ་གས། གཉིས་སྡུག་ཟེར་ཡ་དེ་དང་པོ་གཉིས་སྡུག་ལེགས་ཀྱི་རྒྱུ་དེ་ནི་གཅིག་ཆགས་ཀྱི་འདུག། གཉིས་པ་དེ་དགྲ་དགའ་གཉིས་སྡུག་ཟེར་ཡ་དེ། ད་ཅིང་དེ་འདྲ་ཅིག་བསད་ནས་ཕྱོགས་ཁག་ཏུ་ཆུ་ལོག་ལྷག་པར་དུ་ཕྱོགས་མཁན་ཐིང་ཁྱེར་བྱས་ནས་དེ་འདྲ་ཅིག་བསད་བསྡད་པ་ཡིན་ན་ཉི་མ་གཅིག་ལ་འདི་ན་ཚ་དེ་ཅི་ཡིན་འདྲ་དེ་ད་གང་ཚེ་སྨྲ་དགོས་ག་ཚེ་ཤི་ན་རྒྱལ་བ་རིན་པོ་ཆེ་ལ་ཞོལ་མི་གོ་ལེ་རྒྱལ་བ་རིན་པོ་ཆེ་གི་སྲིང་མི་གོ་ལེ་ད་གང་ལྟར་ཅི་ཁོང་རེ་གི་ཆིག་དེ་ལ་ད་ག་རེ་ཟེར་སྲིང་གི་རིགས་ཉི་མ་གཅིག་ལ་ད་དེ་གོ་གི་རེད་བ་སྲིང་གི་རིགས་མཐོང་གི་རེད་ཐུག་གི་རེད་ཚང་མ་ཧ་གོ་གི་རེད་བ། ད་ལྟའི་ཉིན་མོ་དེ་སྐྱབས་མགོན་རིན་པོ་ཆེ་ཐོག་ག་ཚད་ཕམ་གི་རེད། དེ་ཐོག་ཕམ་ནས་ཀྱི་ཅིན་དེ་ལ་བརྟེན་ནས་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ལ་བར་ཆད་འགྲོ་གི་རེད་བ་མ་རེད། ངའི་བསྟན་བསམ་ལ་ཏན་ཏན་འགྲོ་གི་རེད་དྲན་གི་འདུག་རྒྱུ་མཚན་གང་ཡིན་ཞེ་ན། བླ་མ་དམ་པའི་སྤྱི་བོས་ཧ་ཅང་ས་ཐོབ་ཀྱི་བཟང་ཆོས་གསུངས་པ་དེ་འདྲ་མང་པོ་ཅིག་རྫུ་འཕྲུལ་ལ་མངའ་བརྙེས་རྟོགས་པ་མཆོག་ཏུ་སྤྱོད་དེ་ལས་དེ་སུས་བསྐོར་ཏེ། ཅིན་ཞིན་ལྤགས་ཀྱི་མེ་ཆུ་རླུང་སོགས་འདི་འདྲ་གིས་གྲོང་ཡོད་མར་དག་ནང་ནས་དམ་ཚིག་ཉམས་ཆག་སོང་ནས་དཔལ་ནཱ་འགྲོ་མགོན་གཙང་པ་རྒྱ་རའི་བཀའ་བརྒྱུད་ལྤགས་ཀྱི་ད་ལྟ་འབྲུག་པ་བཀའ་བརྒྱུད་ཀྱི་བླ་མ་འགྲོ་མགོན་གཙང་པ་རྒྱ་རའི་འདྲ་ཡིན་ན་ཡང། དངོས་གནས་དྲག་ནས་རླུང་སེང་ལ་རང་དབང་ཐོབ་ནམ་མཁའ་ནས་གཟའ་ལྟར་དུ་འཕེལ་ཆུ་ནང་ལ་ཉྭ་ལྟར་དུ་འཛུལ་ཐུབ་ལས་དེ་འདྲ་གི་གྲུབ་ཐོབ་ཅིག་རེད། རེད་དེ་ཡིན་ནའི་ནང་ནས་སློབ་མ་ག་དམ་ཚིག་ཆག་ན་ནི་ཁོ་རང་གློ་བུར་ཐོབ་རྒྱག་དེ་འདས་རེད། ཁོ་རང་ག་སོང་ཡོད་རེད། བོད་གངས་ཅན་གྱི་སྤྲང་པོ་རིན་ཆེན་ང། དགྲ་དམ་འདྲེ་མིན་པའི་ཐུབ་མམ་མྱོང་གྲོགས་བླ་མ་མིན་པའི་སྐྱབས་མམ་མྱོང། ད་ང་ལ་དགྲ་དམ་སྒྲིབ་ཀྱི་ལས་མ་གཏོགས་དམ་ཉམས་ཀྱི་ལས་མ་གཏོགས་ང་ཐོས་མ་སོང་ཟེར། གྲོགས་བླ་མ་ལས་མ་གཏོགས་སྐྱབས་མྱོང་མེད་སོང་དེ་འདྲ་གསུངས་ཡོད་རེད་ད། འོ་དེ་འདྲ་ཡིན་དུས་རྩ་ནས་དེ་ཚོའི་སྐོར་ལ་དཔེ་མ་ཟིག་ད་དགྲ་དགའ་གཉིས་འདུག་ཚེ་ཡ་གཉིས་འདུག་ཡ་དེ་བོད་ཀྱི་བོད་པ་དེ་སེམས་ཤུགས་བསྐྱ་ཡ་ད་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཐུང་ཆེན་འགྲོ་ཡ་དེ་གཉིས་འདུག། ཉན་ཡོང་གི་ཡོད་རེད། ཨ་ནི་བསྒྲགས་དཀའ་ཡ་དེ་དེ་ཕྱོགས་ཀྱི་ཐོག་ནས། ད་ང་རང་ཚོ་ལ་རྒྱ་མིས་ག་རེ་བྱེད་ཀྱི་ཡོད་རེད་དངོས་ཤུགས་བརྒྱུད་གསུམ་ནས་རྒྱ་མིས་ཡོད་དཀའ་རྩ་གྲོགས་ཚེ་ཁོ་རང་ཚོ་ནུས་པ་ཡོད་ཚད་རྩ་གྲོགས་ཚེ་ནས་སྐྱབས་མགོན་རིན་པོ་ཆེ་མཛད་པ་དང་འཕྲིན་ལས་དེ་མ་བསྐྱལ་ཡ་དང་བོད་གཞུང་དེ་ད་གཏོར་ཡ་ད་དེ་རེད་ད། ད་དེ་ལ་རྒྱ་ལ་མ་འབད་ལྷུན་གྲུབ་ཟེར་ཡ་དེ་སོང་ངེ་ད། འབད་བརྩོན་གཙང་ནས་བྱེད་མ་དགོས་བ་ཁོ་རང་ཚོའི་ནང་ནས་མི་མང་པོ་ཅིག་གིས་ད་ལྟ་ལབ་ཀི་ཡོད་རེད་རྡ་རམ་ས་གཞུང་ནང་ལ་རྒྱ་མིའི་ཉུལ་མ་ཡོད་རེད། ཡོད་སྲིད་ཀི་རེད་རེ་རེ་གཉིས་རེད་དེ་ལ་ཧ་ལས་ཤོག་ཅིག་གང་ཡོད་རེད་མང་པོ་ཡོད་མདོག་ཁ་བོ་མ་རེད། མང་པོ་དེ་ང་རང་ཚོ་ཚང་མ་དེ་རྡོག་གཅིག་ཏུ་དྲིལ་ཁོ་ཚོ་ཁ་བོ་མཉམ་བསྟན་སྲིད་དེ་འདྲི་ཆེད་བཟོས་པ་ཡིན་ན། ཕ་རྒྱོ་དེ་གས་ང་ཚོ་ལ་གནོད་སྐྱིད་ཐུབ་ཀི་མ་རེད་ལག་ཁེལ་ཀི་མ་རེད། དེ་འདྲ་རེད།

དངོས་གནས་དྲང་གནས་ཡིན་དཱ་ཞེས་བསྡིགས་ནས། ང་འདྲ་ཡིན་ན་སི་ལོག་ལ་བསྡད་ཡོད་དཱ་དང་ཨ་རི་ལ་བསྡད་ཡོད་རེད། ཡོང་ས་དེ་བོད་ནས་ཡོང་རེད་ཡོང། ཡོང་དུས་སྐབས་སུ་རྒྱ་གར་ལ་ཡོང་རེད་སྐྱབས་མགོན་རིན་པོ་ཆེ་མཇལ་ཡོད་རེད་པས་བཀའ་དྲིན་ཆེན་པོ་རེད། ཨོ་དེ་འདྲ་ཡིན་དུས་རྩ་ནས། ད་དུས་ཚོད་སྐོར་ཚང་མ་ཞིག་གི་ད་ལྟ། ལོ་བཅུ་ཕྲག་ཁ། བཅུ་ཕྲག་གཅིག་ས་ལ་འདི་ལ་བསྡད་ཡོད་རེད་ཁོ་ཨ་རི་མི་སེར་ཆགས་ཚར་རེད་དཱ། ཨ་རི་གཞུང་གིས་ཚོད་རོགས་པ་བྱེད་ཀྱི་ཡོད་རེད་ཁྲིའི་ཨ་རི་གཞུང་ནི་སྤྲད་ཀྱི་ཡོད་རེད། སྨན་བཅོས་འགྲོ་སོང་ཚང་མ་ལུང་པ་འདི་གིས་སྤྲད་ཀྱི་ཡོད་རེད། དྲང་པོ་བཤད་ན་རྒྱལ་ཁབ་འདིའི་མི་ཆགས་ཚར་རེད་ད། དེ་ཡིན་པས་ཡིན་ནའི་ཨུ་ཚུགས་རྒྱག་ནས་སོ་སོས། ད་ལྟའི་རྡ་རམ་སའི་གཞུང་དེ་ང་རང་གི་གཞུང་ངོ་མ་དེ་ཡིན་བསམ་པ་ཅིག་གིས། དེ་ཡ་ཁོ་ཅི་ཀ་རེ་ཟིག་ཤི་མ་བྱས་པ་ཅིག་ནི་དྲན་སོང་ཟེར་ནས་ཡང་ནི་ཡང་ལ། ཐ་ན་སྐྱབས་མགོན་རིན་པོ་ཆེ་སྐུ་པར་ཉལ་ཡག་དང་ཅི་བོད་རང་བོད་ཀྱི་རྒྱལ་དར་ཉལ་ཡག་དང་བོད་རང་བཙན་ཟེར་ཡག་གི་ཡི་གེ་ཉལ་ཡག་ལ་སོགས་པ། ང་གི་ད་ཐག་ཅིག་ཡོད་ར་ད་ད། འབའ་ཧུག། འབའ་ཧུག་ནང་ན་བོད་ཀྱི་སྦྱར་བརྡ་རྩ་བ་ཉིད་ནས་ངས་བཀླགས་མྱོང་མེད་ད་པར་རེ་ཞིག་བོད་ཀྱི་སྦྱར་བརྡ་གཅིག་འབའ་ཧུག་ནང་ན་བཞག་བསྡད་ཀྱི་ཡོད། ངག་གི་དབུས་ཁུག་ནང་ན། དེའི་ས་ཀྱི་ང་རང་གིས་ང་རང་ལ་གཟབ་གཟབ་བྱས་ནས། ཨོ་ད་རྡ་རམ་ས་གཞུང་དུ་བརྗེད་མི་ཉན་ཨ་སྐྱབས་མགོན་རིན་པོ་ཆེ་དུས་ནམ་ཡང་ང་རང་བརྗེད་མི་ཉན་ཨ། ང་དང་པོ་ཡོངས་སུ་ཁོང་དུ་དེ་ནས་ཡོང་རོགས་བཀའ་དྲིན་དང་ལུང་པ་འདི་བྱས་ཡོད་རེད་དེ་ད་ད། བསམ་པ་གཅིག་ཨུ་ཚུགས་རྒྱག་ནས་རྡ་རམ་སེ་གཞུང་དེ་ལ་ང་ཚོས་ཕག་ཞིག་མགོ་འཁོར་གི་ཡོད་རེད་བ། མ་གཏོགས་ད་ལྟ་གནས་བབ་འདི་འདྲ་བྱས་ཟེར་བ་ཡིན་ན་རྡ་རམ་སེ་གཞུང་ང་ཚོ་ལ་བཀའ་དྲིན་ཆེ་ཞུ་བ་སུ་གལ་ཡོད་མ་རེད། དྲང་པོ་བཤད་ན། དངོས་གནས་ང་རང་ཚོ་ལ་དཀའ་ངལ་ཅན་འཕྲད་ཡོང་བ་ཡིན་ན་ག་གེ་ཕིན་ཐོག་འགྲོ་བ་སུ་མེད་བ་རྡ་རམ་སེ་གཞུང་གི། དེ་ཡིན་པས་ཡིན་ནའི་ང་ཚོས་ཨུ་ཚུགས་རྒྱག་ནས་ཕག་ཞིག་མགོ་འཁོར་གི་ཡོད་རེད། ཁྱེད་ང་རང་ཚོ་ལ་ཕག་གི་ལ་སྐྱབས་བཅོལ་བ་ཅིག་གཞུང་གི་ཨུ་བླ་མ་ཅིག་ཡོད་ཕྱིན། བསམ་པ་གཅིག་གི་རེ་བ། མི་ཡུལ་དེ་འདྲི་ཅི་ཟེར་མཁན་ཡོད་རེད་ང་དང་ང་འདྲ་བ་མང་པོ་ཅིག་དེ་འདྲི་ཡིན་དུས་རྩ་ནས་སི་ལོག་ལ་ཡོད་རྒྱུ་བོད་པ་རྒྱ་གར། རྒྱ་བལ་འབྲུག་གསུམ་ལ་ཡོད་རྒྱུ་བོད་པ་དེ་དང་ད་ལྟ་དེའི་སི་ལོག་ལ་ཡོད་རྒྱུ་བོད་པ་ཡོ་རོབ་དང་ཨ་རི་དང་ཁེ་ན་འདྲ་ལ་སོགས་པ་ལ་ཡོད་རྒྱུ་བོད་པ་དེ་གཉིས་ཕ་ཆ་རྒྱ་ཆ་ན་ནས་ཕྱིན་ན། བརྒྱ་ཆ་དྲུག་ཅུ་ས་ཆའི་སི་ལོག་སླེབས་ཚར་ཡོད་རེད། ད་ལྟ་དེ་དེའི་མུ་མཐུད་དུ་དེ་འདྲ་གྱི་དགྲ་དགའ་ཉེས་འདོགས་ཀྱི་ཚོང་སྡེ་བ་ཡིན་ན་ཕྱི་ལོགས་ལ་ཡོད་ཀྱི་བོད་པ་ཚང་མ་ལ་ཡང་མཚན་ལ་རྨ་ཁ་ཆེན་པོ་གཅིག་བཟོ་ནས་ལྷག་པར་དུ་ད་ལྟ་མི་ཐོག་གཞོན་སྐྱེས། སློབ་སྦྱོང་ཡོད་རྒྱུ་ཤེས་ཡོན་ཡོད་རྒྱུ། ད་ལྟ་ལས་ཀ་ལས་འཇོན་ཐང་གྱི་ལས་བཞིན་པའི་གཞོན་སྐྱེས་མང་པོ་ཅིག་ཕྱི་ལོགས་ཀྱི་བོད་པ་ནང་ནས་དོན་གྱི་འདུག་བ་དེ་ཤུགས་ཀྱི་སེམས་ལ་དཔེ་དམག་སེ་རྨ་ཁ་ཆེན་པོ་གཅིག་ད། སེམས་ལ་ཆུ་གྲང་མོ་བླུགས་པ་ནང་བཞིན་སེམས་ལ་རྨ་ཁ་ཆེན་པོ་གཅིག་དང་སུལ་ཆུ་མི་ལེགས་ཀྱི་རྨ་ཁ་གཅིག་བཟོ་ནས་དེ་བཅིངས་ཀྱི་རྡ་རམ་ས་གཞུང་ན་རྩ་བ་གཉིས་ནི་ཡིད་ཆེས་མེད་ལས། འོ་གང་གང་བཙུགས་ནས་དེ་བཟོ་གི་ཡོད་རེད་དམ། དེ་འདྲ་ཡིན་དུས་རྩ་ནས་དེ་ཚོའི་སྐོར་གྱི་བརྒྱུད་རིམ་མང་པོ་གཅིག་ལ་བསམ་བློ་བཏང་ནས་ད་ལྟ་ང་ཚོའི་དཀའ་ངལ་དེ་ཁ་ཡི་ནང་གི་རྨ་འདྲ་ཅིག་ཆགས་བསྡད་ཡོད་ཁ་ཡི་ནང་གི་རྨ་དེ་ཁ་ནང་གི་ཁ་ཁོ་རང་གི་ཚུལ་སུལ་གྱི་ཐབས་ཤེས་བཟོ་དགོས་རེད་བ། དེ་འདྲ་ཡིན་དུས་ད་ནི་ནང་གི་ནང་ནས་སྐད་ཆ་ཆེ་ཤེས་ནང་གི་དཀའ་ངལ་དེ་ནང་ནས་སྐད་ཆ་བཤད་ནས་འགྲིག་ཡ་ཤི་རོ། སྐྱབས་མགོན་རིན་པོ་ཆེ་གི་སྒྲ་ལ་ཡང་སྐད་ཆ་བཤད་ནས་འགྲིག་གི་ཡིན་ཞི་འགྲིག་སི་ལི་ཐབས་ཤེས་གནང་གི་ཡིན་གསུང་ནས། ཆེ་ཐབས་ཤེས་ག་ཚད་གནང་ཡོད་རེད་ཞི་འགྲིག་སི་ལི་ཐབས་ཤེས་གྲུས་མོར་གནང་གི་ཡིན་གསུང་ནས་སྐུ་ཚབ་བརྒྱུད་ནས་རྒྱ་ནག་ལ། དེ་འདྲ་ཅིག་དགྲ་ལ་འབད་བརྩོན་གནང་གི་ཡོད་བ་ཡིན་ན། གཉིས་ཀྱི་ནང་ནས་ཕུ་ནུ་གཅིག་ཏུ་གོང་དུ་བཤད་པ་ནང་བཞིན་ང་ཚོ་དགའ་ནས་མཉམ་དགའ་སྡུག་ཏུ་མཉམ་སྡུག་སམ་མཐའ་ལ་འཕྱང་འམ་ནི་སྐྱིད་སྡུག་གཅིག་པ་གི་བུ་རེག་གཅིག་པ་དེ་འདྲ་ཅིག་ལ་གཅིན་ཆུང་ཆུང་དང་འཕྲད་ན་སྐད་ཆ་བཤད་ནས་གོ་བརྡ་འཇགས་རྒྱུ་མི་ལས་ཅི་རིགས་དེ་ཡོད་མ་རེད་བ། ཨོ་དེ་འདྲ་ཡིན་དུས་རྩ་ནས་ད་ལྟའི་པདྨ་སེང་ང་ཚོས་བསམ་བློ་བཏང་ཡག་ཐབས་གལ་ཆེན་པོ་རེད་བྱ་ད་ལྟ་ངས་བཤད་ཡག་དེ་ཆུ་གྲོགས་ལ་ནས་བཤད་གི་ཡོད་རེད་དེ་བདག་འདྲ་དེ་རྡ་རམ་ས་ད་ལྟ་བཙན་བཟུང་བོད་མི་སྒྲིག་འཛུགས་དང་ལྷག་པར་དུ་མཛད་གཙོ་གནང་པས་ད་དངོས་གནས་དྲང་ནས་དགོངས་པ་ཆེ་བཞི་གནང་ནས་ད་ད་ལྟའི་ང་ཚོའི་སྨྱོ་དྲག་དེ་ཆེན་པོ་དེ་ཆུང་ཆུང་ཆུང་ཆུང་དུ་ཡོད་མེད་ལ་བཏང་ནས་དེ་ནས་ང་ཚོའི་ལང་ཚོ་གསར་པ་ལྟ་བ་གསར་པ་བསམ་བློ་གསར་པ། འོ་དེ་འདྲའི་ཆིག་ཆིག་ནས་འགྲོ་ཡག་ལས་རིགས་འདུག་མ་གཏོགས་ད་མུ་མཐུད་དུ་སྔོན་མ་ན་ཡི་བསད་ནས་ཕྱོགས་ཁག་གི་སྨྱོ་དྲགས་དེ་ཁོ་རང་ཕྱོགས་ཀྱི་སྲོག་ཤིང་རྐྱང་རྐྱང་རེད་ཀྱང་ད་ལྟ་ཡག་པོ་ཅིག་བསམ་བློ་བཏང་བ་ཡིན་ན། ད་དེའི་ལག་ན་ཕེབས་ན་ཡག་པོ་མི་འདུག་གཟིགས་ག་ཞིག་དེ་འདྲའི་ཅིག་བྱེད་ཀྱི་ཡོད་ན་ཁྱེད་རང་ཚོ་གི་མིག་གི་ལྟ་ཨ་མཆོག་གི་མྱིའི་མཐོང་བཞིན་དུ་དེ་འདྲ་གནང་གི་ཡོད་ན།

ད་པདྨ་སེ་ཁྱོད་རང་ལ་པདྨ་སེ་འགྱོད་པ་ཆེན་པོ་ཅིག་ཤཱ་དེ་ལ། པདྨ་སེ་སྡིག་པ་ཆེན་པོ་ཅིག་ཁྱོད་རང་གྲྭ་བ་ཡིན་ན་འདྲ་ཁྱོད་རང་བླ་མ་ཡིན་ན་འདྲ་ཁྱོད་རང་མིང་ཆེན་པོ་ག་འདྲ་ཡིན་ན་འདྲ། དེ་ན་ནི་ས་འོག་ལྟར་ཐག་གི་ལས་ཀ་ག་རེ་ལས་ག་རེ་བྱེད་ཀི་འོ་ན་ཡར་བ་ཞེས་བདེན་གཉིས་ཏེ་སོགས་དྲིས། ད་ནམ་གྱི་ང་ཚོ་ཤི་འགོར་བ་ཕྱིའི་ཉིན་མོ་དེ་ལ་ང་ཚོ་བོད་པ་རེ་བ་ལས་རྒྱུ་འབྲས་སྐད་ཆ་བཤད་ཀི་ཡོད་བ། ལས་རྒྱུ་འབྲས་སུ་ཡ་དེ་དེའི་ཉིན་མོ་དེ་ལ་ཁྱོད་རང་ལ་ཤི་གཙང་ནས་མི་ཐུབ་ལས་ཀྱི་འགྱོད་པ་ཆེན་པོ་ཅིག་དང། པད་མ་སེར་སྡིག་པ་ཆེན་པོ་ཅིག་དང་ཁྱོད་རང་གི་མི་ཚེ་ལ་གཟབ་གཟབ་མ་བཟས་པ་ཡིན་ན། འོ་དེ་འདྲའི་ཅིག་གི་ས་ལས་ཀྱི་ཉེན་ཁ་ཆེན་པོ་ཅིག་འདུག་ཟེར། འོ་དེ་འདྲའི་ཡིན་དུས་ད་ནི་དུས་ཚོད་སྐོར་ལ་ཁྲ་ཕུག་རྒྱང་གསུམ་གྱི་ནང་ནས་རྒྱང་ལ་བསམ་བློ་བཏང་ནས་ཕྱི་ནང་པ་ཚང་མ་གི་དགོངས་པ་ཆིབས་ཆིབས་གནང་ནས་ད་ལྟ་ང་ཚོས་དཀའ་ངལ་དེ་ཧོབ་དེ་ཁ་ལ་བལྟས་ན་ཆེན་པོ་འདྲ་ཆགས་ཀྱི་ཡོད་དུས་ཆུང་ཆུང་ཅིག་རེད་ཤག་ཁྱེད་རང་ཚོས་བྲོས་ཆོག་ན་དེ་འདྲ་བྱེད་དཀའ་སབ་ཅེས་བསམ་བློ་བཏང་བ་ཡིན་ན། སྐད་ཆ་བཤད་ནས་རྒྱུས་བཅུད་བསྟེན་སའི་ཏང་གི་ཏང་གི་འགྲོ་རྒྱུ་མི་ལས་གཙང་ནི་རིགས་མི་འདུག་བ་ཚང་མས་དེ་འདྲ་ཞིག་ཐུགས་ལ་བཞག་ན་དཔེ་མ་སྲིད་དཔེ་མ་སྲིད་ཡག་པོ་འདུག་དེ་མིན་ན། ད་མུ་མཐུད་དུ་དེ་འདྲ་ཅིག་གནང་བདེ་བ་ཡིན་ན་ཉི་མ་གཅིག་ལ་ང་རང་ཚོ་ལ་དགྲ་དགའ་གཉིས་འདུག་ཟེར་ངའི་དགའ་ངུ་དོན་ཚན་གསུམ་བསྒྲིགས་ཡིན་པ། དེས་ང་རང་ཚོ་ལ་རིང་པོར་མ་ཐོགས་པ་རིང་པོར་མ་ཐོགས་པ་ཡོང་ས་རེད། དེ་ཡོང་དང་མི་ཡོང་དེ་ཁྱེད་རང་ཚོའི་ལག་པ་ལས་འདུག་ཅིག་ད་ལྟ་ག་རེ་གནང་དང་མ་གནང་དེ་རྡ་རམ་ས་སྐྱིད་མཚོ་བོད་མི་སྒྲིག་འཛུགས་ཀྱི་གཞུང་གི་མཛད་གཙོ་རྣམ་པ་གི་ལག་པ་ལ་ཞག་ལག་ན་ན་འདུག་ཅིག་ཁོ་ག་རེ་བཟོ་བཟོ་རེད་ཀྱང་ཁྱེད་རང་ཚོས། ང་ཚོའི་ཕྱི་ལོགས་ལ་ཡོད་ཀྱི་བོད་པ་དེ་དག་གི་རེ་བ་འདི་བྱས་བསྡད་བཞག་ལས་མ་གཏོགས་ཕན་ཐོགས་གང་ཡང་མི་འདུག་བ། ལྷག་པར་དུ་ཕྱི་ལོགས་ལ་ཡོད་ཀྱི་བོད་པ་ཟེར་ནས་འདྲ་མི་མང་དེ་གས་ག་རེ་བྱེད་ཀྱི་འདུག་ཟེར་དུས། ཁྱེད་རང་ཚོས་ཆུང་ཆུང་དེ་ཆེན་པོ་ལ་ཡག་བཏང་གི་འདུག་ད། མེ་ཅིག་འབར་བསྡད་ཀྱི་ཡོད་ན་མེ་མ་བསད་ཀྱི་མི་འདུག་དུས་དེ་ལ་སྣུམ་བླུག་གི་འདུག་ད། དེ་འདྲའི་ཐབས་སྐྱོ་བ་བོད་པ། གཞུང་མང་གཉིས་ཀྱི་ཐོག་ལ་མི་ལ་རྣམ་དཔྱོད་དང་གོ་རྟོགས་དེ་འདྲ་གཅིག་མེད་པ་ཡིན་ན། མཚམས་མཚམས་ལ་ང་རང་བསམ་བློ་བཏང་འདི་ལྟར་རེ་བ་རྒྱག་ས་བོད་པ་ཞི་དྲག་མི་འདུག་བསམ་པ། ང་ཚོ་ལ་ཅུང་ཆ་ཆེ་ཤོས་དེ་ག་རེ་འདུག་ཟེར་ན་བོད་པའི་སྤྱི་ཚོགས་ནང་ན་བློ་གཟུར་གནས་ནས། ཕ་ལ་མ་གཡོ་ཚུལ་ལ་མ་ཞོག། སྐྱིད་མ་ལ་བསྡད་ནས་དྲང་པོ་བྱས་ནས་གཡོ་སྒྱུ་མེད་པ་དྲང་བདེན་མེད་པ་དྲང་པོ་བྱས་ན་སྐད་ཆ་བྱེད་ཉེན་མི་འདུག་ད། འགག་ལ་ཐུག་ན། སོ་སོ་ཞིག་ང་ཟེར་བ་དེ་མཚམས་ནི་ལུང་པ་དེ་མཚམས་ནི་ཆོལ་ཁ། དེ་ནི་ཡར་འགྲོ་ཐུག་གི་མི་འདུག་དེ་ནི་ལུང་པ་དེ་གོ་མི་འདུག་ད། སོ་སོའི་ཕྱོགས་ཁག་ཅིག་ཡོད་པ་ཡིན་ན། ཕ་ཆེ་བོད་རྒྱལ་ཁབ་སྡང་གི་ཡིན་ཡང་སོ་སོའི་ལུང་ཚན་ཅིག་སྡང་གི་ཡིན་ཟེར་ན་དཔེ་ལྐུག་པ་རེད་བ་སོ་སོའི་ལུང་ཚན་སྡང་གི་འདུག་བ། སོ་སོ་ལ་བོད་རྒྱལ་ཁབ་ཟེར་ཡ་ཅིག་ཡོད་བ་ཡིན་ན་ཕྱོགས་ཁག་དེའི་ནང་ལ་ཡོད་ཡོད་ག་ལ་རེད་བ། དེ་ལ་རྩེད་དགོ་གཏོང་སྲིད་མི་འདུག་བ། གང་ཞིག་བཙལ་དགོས་བ་ན་ང་ཚོ་བཙལ་ལེ་དུས་ཚོད་ད་ལྟ་མ་ར་བ། དང་པོ་བོད་རྒྱལ་ཁབ་དེ་རྩ་དོན་དེ་ལ་ང་ཚོས་འཐབ་རྩོད་བྱེད་དགོས་ར་བ། དེ་རག་ཚ་དུས་ནི་བོད་ལ་མ་ལོག་རྒྱུ་ག་ཞིག་བྱུང་ན་ཨ་ནི་གཞི་ནས་སྐད་ཆ་བཤད་དགོས་མ་ར་བས། ཤིང་སྡོང་འདྲ་ལ་མ་སོང་ན་རྩ་བ་རྩ་ནས་མི་དགོས་ཡར་དགའ་གཅིག་པུ་དགོས་ཟེར་དེ་ཡར་འདྲ་ཅིག་དང། པའི་འཐབ་རྩོད་འོག་རེད་ཅིག་དང། ང་ཚོ་ལ་བོད་རྒྱལ་ཁབ་ཡོད་བ་ཡིན་ན་ཆོལ་ཁ་དེ་ན་ནས་ཡོད་རེད་ཆོལ་ཁ་དེ་ན་ནས་ཡོད་ན་ལུང་པ་ཆུང་ཆུང་དེ་ན་ནས་འདུས་བསྡད་བ་རེད་དང། སྐྱོན་བྱུང་ན་ནི་སོང་ཡོང་བ། ཆུང་ངུའི་ཕྱིར་དུ་ཆེས་མི་བཏང་གཙོ་ཆེར་གཞན་གྱི་དོན་བསམ་མོ། ཆུང་ཆུང་གི་ཆེད་དུ་ཆེན་པོ་དེ་ལུས་བཏང་ཉན་གི་མ་རེད་གསུངས་པ་རེད། དེ་དངོས་གནས་རེད་བ། ད་ལྟ་རྡ་རམ་ས་གི་ལས་ཀ་ལས་བདེ་གཉིས་ཀྱི་མི་ཁ་ཤས་ཅིག་གི་བྱེད་སྟངས་ལས་དང་ལ་བལྟས་པ་ཡིན་ན་སོ་སོའི་ཕྱོགས་ཁག་གི་མིང་དང་ཆིག་ད་རུང་ཕྱོགས་ཁག་སི་འཛུགས་བཙོང་ས་མེད་ཡ་རྡ་རམ་ས་ལ། ཕྱི་རང་ཚོའི་ཕྱོགས་ཀྱི་འཐེན་འཁྱེར་ཟིའི་སྡེ་གཉིས་དེ་སོགས་ལ་ངོ་ཚ་ལ་མི་མཐོང་རྩ་བ་ཉིད་ནས་མི་གདའ། ཁྱེད་རང་ཚོ་གི་བོད་ཁྱོ་ག་སོགས་ཀྱི་སྐུ་ཚབ་ག་བ་མཚོན་ཐུབ་ཀྱི་རེད། ཞབས་འདྲེན་ཅོང་གཉིས་རྐྱང་རྐྱང་རེད་བ། དེ་འདྲ་གཅིག་གསུང་མི་ཐུབ་དེ་སོང་བ་ཡིན་ན་ང་ཚོ་ལ་ངོས་ལེན་རྩ་བ་ཉིད་ནས་མི་གདའ། ང་ཚོའི་བསམ་འདུན་གཅིག་བོད་རྡ་རམ་ས་ལ་ཡུལ་གྱི་བོད་གཞུང་གི་སྒྲིག་འཛུགས་དེ་གའི་ཆོལ་ཁ་དང་ཆོས་ལུགས། བོད་གངས་ཅན་ལྗོངས་ནང་མ་ཁྱབ་ཐུབ་པ་ཅིག་སྙོབ་ཐུབ་པ་ཅིག། དང་པོའི་རྨང་གཞི་དང་པོའི་བསམ་བློ་དེ་རེད་བ། ད་ང་ཚོ་ལ་དེ་སྙབ་ཐུབ་དགོས་མི་འདུག་དེ་ལ་སྙབ་དགོས་མི་འདུག་ཁྱེད་རང་ཚོའི་ན་ཚ་དེ་ང་ཚོ་ལ་དགོས་མི་འདུག་ད་དོ་དོ་བྱས་ན། ང་ཚོ་ལ་ཆོལ་ཁ་དང་ཆོས་ལུགས་དབྱེ་བ་མེད་པའི་ཐོག་ནས་བོད་གངས་ཅན་ལྗོངས་ཟེར་ཡ་གཅིག་ཡོད་ན་འགྲིག་གི་ཡོད་ད་དེ་ན་ལ་བསྡད་དགོས་ཡོད་ང་ཚོ། ང་བོད་པ་ཡིན་ཟེར་ཉིན་གཅིག། བོད་སེ་ཡ་གཅིག་བོད་རྒྱལ་ཁབ་སེ་ཡ་གཅིག་དང་མཐོ་ལ་བླ་མ། མཐོ་ལ་དཔོན་པོ་ཞབས་ལ་འབངས་མི་སེ་ཡོད་པ་དེ་ལ་རང་དབང་ཡོད་པ་བཅས་ནི་ང་ཚོ་དེ་ག་རང་གིས་འགྲིག་གི་ཡོད། བོད་ནས་མི་མང་པོ་ཅིག་སེམས་ཤུགས་ཆགས་ཟེར་གི་ཅིན་ག་རེ་ཐུག་གི་འདུག་ཟེར་དུས་ཙང་ནི། ཁྱོ་ག་ཆུ་ལོག་དེ་ན་ནི་ཁྱོ་ག་གི་སྨྱོ་དྲག་དེ་རྡ་རམ་ས་ནས་བྱེད་ཀྱི་འདུག་ཟེར་དུས་ཨ་ནི་སེམས་ཤུགས་དེ་ནི་ཆགས་གི་འདུག། ང་ལས་ལབ་གོ་འདུག་ཨ། ཁྱོད་དངོས་གནས་དེ་འདྲའི་ཕྱོགས་ཁ་བཙུགས་དེ་གཉིས་ཅིག་ལ་ཁྱོད་རང་ཚོས་འོས་ཤོག་བླུག་གི་ཡོད་བས་སེ་ཁྱོད། ཁྱོད་རང་ཚོ་ལ་དེ་འདྲའི་ཅིག་དགོས་ཡོད་བས་སེ་ཚོད་སྐད་ཆ་དྲན་གི་འདུག་ཨ། ང་ཚོ་ལ་དེ་དགོས་མེད་ཨ། ང་ཚོའི་བསམ་དོན་ཁོས་ཕྱོགས་ཁ་བཙུགས་གི་མ་རེད་ཡག་གི་ལ་བདེ་བ་ཡིན་ན་ཁྱོད་ཆུང་ཆུང་དཀར་ཟེར་ཆེན་པོ་བླུས། མར་ད་ཆུང་ཆུང་དུ་བླུས་བཏང་ནས་ཆེན་པོ་ལ་འཐབ་རྩོད་བྱེད་གི་རེད་བསམ། འོ་དེ་འདྲའི་ཆེ་འདི་བཏང་གི་ཡོད་དུས་ད་ནི་ཡག་གི་ལ་བཞག་ཚར་དོན་ནི་འདྲ་མི་འདྲ་གང་བྱུང་མ་བྱུང་ཟེར་ནས། འོ་དེ་འདྲའི་ཆེ་གེ་འདུག་བ་འོ་དེ་འདྲའི་ཡིན་པ་སོང་ཙང་ཨ་ནི། ད་དེ་འདྲའི་ཅིག་ཞུ་གི་ཡིན་ངེས་དེ་རིང་ཕ་ཆེ་དེ་འདྲའི་ཡིན་ད་རིན་པོ་འདྲ་ཅིག་ཡ་ཆགས་སོང་རོ་བ་ཨ་ནི་གཙོ་བོ་དེ་ཆུ་གྲོགས་གླེང་ན་ཡིན་ཨ་ནི་ཁྱིའི་རྣམ་པ་ཡིན་པ་ཡིན་ན་ཆུ་གྲོགས་གླེང་ད་དངོས་གནས་ཆུ་པ་རེད་ཨ་ནི། བློ་བཟོར་གནས་པའི་ཐོག་ནས་བློ་བཟོར་གནས་པའི་ཐོག་ནས་བཞུགས་ན་ཡག་པོ་ཡོད་རེད་སྤྱིར་བཏང་ང་ཚོའི་སྲིད་དུང་གི་རྙོག་དྲ་དེ་སྤེལ་མགོ་ནའོ་རེད་ཀྱི་ད། པདྨ་སེང་གོང་ཉོག་པོ་རེད་བཞག། ངའི་བོད་ལ་ཇུས་གཏོགས་བྱེད་སྙིང་གི་མ་རེད་ཟེར་བཤད་གི་མིན་ཏེ་ད་ལྟའི་ཕྱོགས་ཁག་གི་སྨྱོ་དྲ་དེ་ལ་ལག་པ་རྩ་ནས་འཆང་ཉེ་ས་མ་རེད་དངོས་གནས་ཡག་པོ་གྱི་བསམ་བློ་བཏང་བ་ཡིན་ན། གང་ཡིན་ཟེར་ན་དགེ་འདུན་ཆོས་འཕེལ་གི་གསུངས་ཡོད་རེད། བླུན་པོ་ང་ཡི་རྗེས་སུ་མ་འབྲང་ཡང་ང་ཉིད་བླུན་པོའི་རྗེས་སུ་མི་འབྲང་ཞིང་དེ་ནི་མཁས་པོ་དམ་ཚིག་དམ་པོ་དེ་སྲོག་ལ་བབས་ཀྱང་འབད་པས་བསྲུང་བ་གྱིས་གསུངས་ཡོད་རེད། ཁོ་རང་ཚོ་ནང་བཞིན་ང་རང་ཚོ་ཚང་མ་ཁོ་རང་ཚོའི་རྗེས་སུ་འབྲང་ན་ང་རང་ཚོ་ཚང་མ་ད་སྒོ་ང་རྐྱང་ལ་རྒྱབ་ཡ་ན་ཅིག་ཆགས་སོང་ང་རང་ཚོ་བོད་གངས་ཅན་ལྗོངས་ན་མི་ཡག་པོ་རེ་ཟུང་ཡོད་ན་འགྲིག་གི་རེད། མགོ་བོ་ཡོད་དང་དེ་འདྲས་ཡོད་དུས་ས་ནས་སོ་སོའི་རང་ཚུགས་ཐོབ་པོ་བྱས་ཆོག་ཁ་དང་ཆོག་གི་སྨྱོ་དྲག་གི་དེ་ལ་ལག་པ་བཙག་ནས་མ་འཆང་བློ་བཟོ་བོར་གནས་པའི་ཐོག་ནས་ཨ་ནེ་ཐུགས་བདེ་བོ་གནང་ནས་ལྷོད་ལྷོད་བྱས་ནས་བཞུགས་རོགས་ཅེས་ཞུ་ཡ་ཡིན། ཨ་ནེ་རྟག་པར་རེ་ཞིག་ལ་ད་ང་ཚོས་ཅིག་སྐྱབས་མགོན་རིན་པོ་ཆེ་གི་དེ་དག་ཅིག